ལོ་རྗེས་ཉི་ཤུ་རྩ་དྲུག་པ་ཡི་ལེའུ་དྲུག་པ། ད་ལྟ་ང་ཚོ་དཱན་ནེ་ཡལ་སིང་གེ་ཡི་ཚོགས་ནང་དུ་གཡུགས་པའི་ལོ་རྗེས་དེ་ལྟ་གི་ཡིན། རྒྱལ་པོ་དཱ་རི་ཡཱས་ཀྱིས་མགོ་ཁྲིད་ཐམས་ཅད་ཀྱི་སྟེང་དུ་མགོ་ཁྲིད་ཆེན་པོ་གསུམ་བཀོད་པ་རེད། མགོ་ཁྲིད་གསུམ་གྱི་ནང་དུ་གཅིག་ནི་དཱན་ནེ་ཡལ་ཡིན་པ་རེད། Daniel། ཀྱིས་མགོ་ཁྲིད་ཐམས་ཅད་ལས་ལས་ཀ་ཡག་པོ་བྱས་ཡོད་ཙང་རྒྱ་བོད་ཡིག་ཁོངས་རྒྱ་གར་ཐམས་ཅད་ཀྱིས་ལྟ་རྟོག་བྱེད་མཁན་ཞིག་བཀོད་དགོས་པའི་འཆར་གཞི་བཞག་པ་རེད། འཆར་གཞི་དེ་མགོ་ཁྲིད་གཞན་རྣམས་ཀྱིས་གོ་བ་དང་ཁོ་ཚོས Daniel ལ་སྤྱན་ཞིག་འཛུགས་དགོས་བསམ་ནས་ཐོས་པ་རེད། འོས་ཀྱང Daniel ནི་ལྷག་བསམ་གནང་དག་དང་དྲང་པོ་དྲང་ཤ་ཡིན་ཙང་སྤྱན་ཆ་གང་ཡང་མ་རྙེད་པ་རེད། ཐ་མ་དེ་ལ་འགོ་ཁྲིད་རྣམས་ཀྱིས་བརྗོད་པ། གལ་སྲིད་ང་ཚོས་དཱན་ནེ་ཡཱེ་ལ་གཅིན་སྐྱག་ཞིག་འཛུགས་དགོས་པ་ཡིན་ན་ཁོང་གི་དཀོན་མཆོག་སྐོར་ལ་རེད། འགོ་ཁྲིད་ཆེན་པོ་ནི་རྒྱ་བུ་རྩར་ཕྱིན་ནས་ཤོད་པ། ཁྲུང་ཕེན་ཐམས་ཅད་ཀྱིས་ཁྱེད་ལ་བསམ་ཤེས་ཤིག་གཏོང་གི་འདུག་ཁྱེད་ཀྱིས་མི་ཕྱེད་ཀྱིས་ཁྲུང་ཞིག་བཟོས་ནས་དེ་ལ་ནད་འགོ་གི་རེད་ཞེས་ཤོད་པ་རེད། བསམ་བྱ་དེ་ནི་དེ་འདྲ་རེད། ཉི་མ་སྲིང་རྒྱུ་རན་ལ་མི་སེར་གཅིག་གིས་ལྷ་གནང་ལ་བཏེག་མ་ཆོག་པར་ཕྱི་རོང་སྤྱིལ་བུ་ལ་བཏེག་དགོས། གལ་སྲིད་མི་སེར་ཞིག་གིས་དེ་ཡི་བཀའ་ལ་མ་བསྲུངས་པ་ཡིན་ན། མི་དེས་སྲིང་རྒྱུ་ཡི་ཚོགས་ནང་དུ་གཡུག་དགོས། བཀའ་དྲུང་དེས་ཤོད་རྒྱུ་ཡི་སྟེང་དུ་མ་བྲིས་པ་ཡིན་ན་སེར་གཅིག་གིས་དེ་ལ་འཇོག་རྡོག་བཏང་ཐུབ་གི་མ་རེད་ཞེས་བཤད་པ་རེད། དེ་ནི་རྒྱལ་པོ་ཡིས་བཀའ་དྲུང་དེས་ཤོད་རྒྱུ་ཡི་སྟེང་དུ་མ་བྲིས་པ་རེད། བཀའ་ཁྲིམས་དེ་ཡི་སྐོར་ལ་སྡད་ནས་ཡག་ཅིག་གོ་བ་དང་ཁོང་རང་གི་ནང་དུ་ལོས་ནས་ཁོང་བ་ཐོ་ཁ་ཡིས་ཁོང་མིག་ལ་འགྲོ་ནས་ཡེ་རུ་ཤ་ལམ་ཡི་ཕྱོགས་སུ་སྒེའུ་ཁུང་དེ་ཁ་ཕྱིས་ནས་ཉི་མ་གཅིག་ལ་ཐེངས་གསུམ་ལྷམ་ཞུ་གི་ཡོད་པ་མ་ཟད་དཀོན་མཆོག་ལ་ཐུགས་རྗེ་ཆེ་ཞུ་གི་ཡོད། མགོ་ཁྲིད་པ་ཁ་ཤས་སྡད་ནས་ཡག་ཅིག་བསྡད་ས་ལ་ལྟ་ཁ་འགྲོ་བ་རེད། སྐབས་དེ་དུས་སྡད་ནས་ཡག་སྨོན་ལམ་ཞུ་བཞིན་ཡོད་པ་ཁོ་ཚོ་ཡིས་མཐོང་བ་རེད། དགུ་ཁྲི་དེ་ཚོ་རྒྱ་བོད་རྩ་འགྲོགས་ནས་ཤོད་པ། ཁྱེད་ཀྱི་ཉི་མ་སུན་འགྱུར་རན་ལ་ལྷ་སྲིད་གཅིག་ལ་གཏད་མ་ཆོག་པ་བཀའ་གནང་ཡོད་པ་མ་རེད་པས་གལ་སྲིད་སྲིད་གཅིག་གིས་ལྷ་ལ་གཏད་པ་ཡིན་ན་དེ་སྲིད་འགའི་ཚོང་ནང་དུ་གཡུག་དགོས་ཞེས་པའི་བཀའ་གནང་ཡོད་མ་རེད་པས། རྒྱ་བོད་ཡི་ལན་དུ་ངས་བཀའ་གནང་ཡོད་སྲིད་གཅིག་གིས་དེ་འཇོག་དོགས་གཏང་ཐུབ་གི་མ་རེད་བཀའ་དེ་ལ་བརྩི་སྲུང་བྱེད་དགོས། འགོ་ཁྲིད་རྣམས་ཀྱིས་ཤོད་པར་རྒྱལ་པོ་ལ་ཁྱེད་ཀྱི་འགོ་ཁྲིད་ཀྱི་ཤོས་སྡེ་ནི་ཡལ་གྱིས་ཁྱེད་ཀྱི་བཀའ་ལ་གསུང་གི་མི་འདུག་ཁོང་གིས་ཉི་མ་རྟག་པར་སོ་སོའི་ལྷ་ལ་ཐེངས་གསུམ་སྨོན་ཞུ་གི་འདུག། རྒྱལ་པོ་ཡིས་དེའི་སྐོར་ལ་གོ་བ་དང་ཁོང་གིས་སེམས་སྡུག་ཆེན་པོ་བྱས་ནས་ཉི་མ་མ་ནུས་བར་དུ་སྡེ་ནི་ཡལ་སྐྱོ་བའི་ཆེད་དུ་བསམ་ཤེས་བྱས་པ་རེད། དེ་ནས་འགོ་པ་རྣམས་རྒྱལ་པོ་རྩ་ཆེན་ནས་རྒྱལ་པོ་ལ་བཀའ་ཁྲིམས་དེ་ཁྱེད་ཀྱིས་འཇོག་ལྡོག་གཏང་ཐུབ་གི་མ་རེད་ཞེས་ཤོད་པ་རེད། རྒྱལ་བུ་ཡིས་བདེན་གཉིས་ཡར་ལ་གསུངས་པ། ཁྱེད་ཀྱིས་སོ་སོའི་ལྷ་ལ་ལྷག་བསམ་རྣམ་དག་གིས་ཞུ་ཅི་ཞུ་གི་ཡོད་ཙམ་ཁོང་གིས་ཁྱེད་ལ་ཅི་གནང་གི་རེད་ཞེས་གསུངས་པ་དང་དེ་ནས་རྒྱལ་བུ་ཡིས་བཀའ་གནང་ནས་བདེན་གཉིས་ཡར་སེང་གེ་ཡི་ཚོགས་ནང་དུ་གཡུགས་པ་རེད། དེ་ནས་རྒྱལ་བུ་དང་མགུར་པ་རྣམས་ཀྱིས་གསེར་ཚོང་གི་སྒོ་ལ་རྟ་རྒྱོབ་པ་དང་གསེར་གཅིག་གིས་ཁོང་ལ་རོགས་པ་བྱེད་ཆོག་གི་མ་རེད། དེའི་རྗེས་སུ་རྒྱལ་བུ་རང་གི་ཕོ་བྲང་ལ་ཕྱིན་པ་དང་མཚན་མོ་དེ་ལ་ཁོང་གི་ཁ་ལ་ཟ་མེད་ལ་གནས་ཡང་སྐྱོད་པའི་ཁུལ་མེད་པ་རེད། ནགས་ལུང་པ་དང་རྒྱལ་པོ་ཀྲི་ལ་ཆེན་པོའི་སྒོ་ནས་སེང་གེའི་ཚོང་གི་ཕྱོགས་སུ་འགྲོ་བ་དང་དེ་ནས་ཁོང་གིས་སྐད་རྒྱག་པ། དེ་ནས་ཡར་ལ། ཁྱེད་ཀྱི་རྟག་པར་ཤོམ་ཆུ་ཤི་བཞིན་ཡོད་པའི་ལྷ་གིས་ཁྱེད་སེང་གེའི་ཁ་ནས་བསྐྱོད་བྱུང་ངམ་ཞེས་སྐད་ཆ་དྲིས་པ་རེད། དེ་ནས་ཡར་གྱི་ལན་དུ་རྒྱལ་པོ་ལ་མི་ཚེ་རིང་པོ་གནས་པར་ཤོག། ངས་དཀོན་མཆོག་གི་ཕུགས་ནག་ཞིག་བཏང་ནས་སེང་གེ་རྣམས་ཀྱི་ཁ་བཙུམ་དུ་བཅུག་གིན་འདུག་ཁོ་ཚོ་ཡིས་ང་ལ་གནས་གང་ཞིག་བྱས་མ་བྱུང། གང་ཡིན་ཟེར་ན་ངས་ལས་ངན་གང་ཞིག་བྱས་མེད། རྒྱལ་པོ་དགའ་སྤྲོ་ཆེན་པོ་སྐྱེས་ནས་སོ་སོའི་གཡོག་པོ་ལ་བདེན་ནི་ཡ་སེང་གེ་ཡིས་ཚོང་ནས་ཕྱི་ལོགས་ལ་བསྟན་ཞེས་པའི་བཀའ་གནང་བ་དང། ཁོང་ཕྱི་ལོགས་ལ་ཡོང་བའི་སྐབས་སུ་སེང་གེ་ཡིས་ཁོ་ལ་གནས་གང་ཡང་བྱས་མེད་པ་མཐོང་བ་རེད། གང་ཡིན་ཟེར་ན་ཁོང་སོ་སོའི་དཀོན་མཆོག་ལ་ཡིད་ཆེས་བྱེད་ཀྱི་ཡོད། དེ་ནས་རྒྱལ་པོ་ཆེས་བཀའ་བཞིན་ཞིང་ནོག་པ་དང་བདེ་གནས་ཡར་ལ་གནས་མཆིས་བཞིན་ཡོད་པའི་མགུ་བ་དེ་ཚོ་སའི་ཚོང་ནང་དུ་གཡུག་དགོས་པའི་བཀའ་གནང་བ་རེད། ཁོ་ཚོ་སེང་གེ་ཡི་ཚོང་གི་ནང་དུ་གཡུག་པ་དང་སའི་ཚོང་གི་འོག་ཏུ་མ་སླེབས་སྔོན་དུ་སེང་གེ་རྣམས་ཀྱི་སྲོག་བརྗོད་ནས་ཟ་བ་རེད། དེ་ནས་རྒྱལ་པོ་དཱ་རེ་ཡཱས་ཀྱིས་བློན་པ་ཀུན་ལ་ཡི་གེ་ཞིག་བཏང་ནས་གསུངས་པ། ཁྱོད་ཚོ་ཐམས་ཅད་ལ་བདེ་སྐྱིད་ཡོང་བ་ཤོག། ངས་རང་གི་རྒྱལ་སའི་ནང་དུ་མི་མང་ཚང་མ་ལ་བཀའ་ཞིག་གནང་གི་ཡིན། ང་ཚོ་ཐམས་ཅད་ཀྱིས་དཱེ་ནེ་ཡལ་གྱི་དཀོན་མཆོག་ལ་གཙོ་སྐོར་བྱས་ནས་དད་པ་འཕེལ་དགོས་ཀྱི་ཡོད། ཁོང་ནི་སེམས་དཔའི་དཀོན་མཆོག་དང་ཁོང་ནི་དེ་རྗེས་ནས་རྗེས་དུ་གནས་མཁན་ཁོང་གི་རྒྱལ་སྲས་དེ་མེད་པར་མ་འགྲོ་བར་དུས་ཀྱི་མཐའ་མ་བར་དུ་གནས་ཀྱི་རེད། ཁོང་གི་མི་ལ་རང་དབང་རྣམས་ནི་སྤྱོད་གནང་གིས་ཡོད། ཁོང་གིས་གནམ་ས་གཉིས་ཀྱི་བར་ལ་ཡ་མཚན་ཅན་གྱི་ཕྱག་ལས་གནང་བ་དང་ཡ་མཚན་གྱི་སྒྲུབ་རྟགས་བསྟན་གྱི་ཡོད། ཁོང་གིས་བདག་ཉིད་ཡར་སེངྒེ་ཡི་ཁ་ནས་སྤྱོད་གནང་ཡོད།